ད་ལྟའི་ང་བསྡད་ས་ནི་བ་རྒྱའི་སྤྱི་ཚོགས་ཕྱེད་ཀ་ཡིན་མིན་གཅིག་ས་ཆ་རེད་ད་ང་འཁྱམ་སྦྱང་འགྲོ་ཡི་ཡོད་རེད་ད། ནི་ཞིང་ཁ་འདྲ་མི་འདྲ་ད་ལྟའི་ཞིང་ཁ་དེ་ཨ་ཁྱུང་འདྲ་བོ་རེད་ཤག། དེ་ནི་ལང་ཀ་འདྲ་མི་འདྲ་དེ་འདྲ་འདུག། ད་ས་ཆ་གཅིག་ནས་སྙོག་རིང་པོ་དེ་འདྲས་བརྒྱབ་ཡོད་མ་རེད་སྐད་ཆ་ཁ་ཤས་ཁ་ཤས་མ་ཐུབ་མང་པོ་ཕྱོགས་བསྡུས་བཟོ་དགོས་བ་གཅིག་རིང་པོ་བརྒྱབ་བཞིན་ནི་ཏག་ཏག་བསྡད་ཀྱི་མི་འདུག་དེ་ནས་ཟམ་པ་འདྲ་བ་དང་ཡ་མཚན་པོ་དེ་འདྲས་ཡོད་ན་ཡང་སྐར་ཆ་ཉེ་ཤས་ཡིན་མིན་དེ་འདྲས་བཞག་གི་ཡོད་རེད་ད་དེ་ཡང་ཟམ་པ་ཁྱིམ་ཚང་འདྲ་བ་གྱི་འདུག་གང་དུ་མི་མང་པོ་ལྟད་མོ་ལྟ་ན་འགྲོ་བསྡད་ཀྱི་འདུག་བ། ཚོགས་གླིང་དེ་འདྲ་རེད་ད་གླིང་ཕྲན་ཟེར་དགོས་ར་ག་ར་ཟེར་དགོས་རེད་ད་གླིང་ཕྲན་ཟེར་ཆེན་པོ་ད་གས་མ་རེད། ཕ་ར་བྱས་བ་ཆོས་ཀྱི་ཟུར་ཚོགས་ཀྱི་ཟུར་དེ་འདྲས་ནས་འགྲོ་ང་འགྲོ་ཡས་ད་ཨོ་ཁན་སི་ཏི་དང་ག་ར་ཟེར་ཨ་སི་ཏྲ་ག་ཡིན་ན་དེ་གི་གླིང་ཕྲན་དེ་ར་མ་འཆམ་སུ་ཡིན་པ་དེ་ར་ལྟ་འདུག་ལྟ། ན་འདམ་དེ་འདྲ་གི་ཟུར་ང་ཚོ་ཕ་ཡིན་ན་དེ་ལ་ན་ལ་ག་ར་བ། འདང་ར་ལགས་ཤོག་ན་ད་ག་འདྲེ་ལགས་ཤོག་ན། འོ་མང་པོ་ཅི་ལྟ་ལྟ་ཁ་ཡོང་གི་འདུག་བ། དེ་ལས་ནག་ལགས་ང་ཚོ་ཕ་ཡིན་ནི་ད་ནང་ད་འདང་ར་ཀར་ལགས་ན་དེ་ཁྲུང་ཁྲུང་དཀའ་མོ་ཡིན་ན་ཁྱོད་བཞག་དེ་ང་རིག་འདི་ཁོ་འཕོ་འགྲོ་ཁ་ཅིག་གི་འདུག། དེ་ནས་མདངས་ར་དེ་ཐོག་ལས་ཤེང་གི་ཟམ་པ་གོང་ཀ་འཇུག་འགྲོ་ཟེར་དེ་ནས་བཟོས་ཀྱི་འདུག་ཨ། ཕྱི་ལྟག་རླུང་འཁྲིགས་ཏེ་ཤར་ལྷོ་ནུབ་བྱང་ག་ས་ག་ལ་འགྲོ་ས་འདུག་དཔལ་སྐྱེའུ་འདུག། ཨོ་ཤིང་དེ་གི་ཡག་པོ་རྟ། རྟ་མང་པོ་འདུག་ཨ་རྟ་རྟ་ཁ་ཡོང་གི་ཡོད་ས་རེད་ཕ་ར་ཆེ་བ་ཆིག། རྟགས་ཡོད་ན་ག་ལེར་མ་ཐོན་འགྲོ་མི་ཆོག་ཡ་ད་རྟགས་དང་བར་སྟོང་ཕི་ཀྲི་ཀ་ཚེ་ཡིན་ན་གཅིག་བཞག་དགོས་རེད་ཟེར་ལམ་ཐོན་དུ་མི་འདུག་ད་ང་ཚོ་ནི་མི་ཚེ་ཕྱེད་ཀ་རྟགས་ཀྱི་ཆར་གྱིས་བདས་དུས་ཀྱི་གྲོགས་པོ་རྙིང་པ་ཐུ་བི་ཟོ་འདྲ་གྱི་ཡེ་ཤ་པོ་འདྲ་གྱི་རེད་མ་གཏོགས་ད་ཁོ་ཚོ་ནང་གི་ཧེ་བི་རྟགས་རྟགས་ཤར་ཡོང་མི་དགོས་དེ་འདྲའི་ད་གལ་མི་འདུག་སྟེ། ཨོ་གང་ལྟར་འདི་རྟགས་མང་པོ་འདུག། དེ་ནས་ས་སྐྱ་གི་སྟེགས་ཀྱི་གླིང་ཕྲན་སྟེགས་ཀྱི་ནོག་གི་ཕྱོགས་ཏེ་མཚོ་དང་མདངས་ར་དང་དེ་ནས་རེ་ཤག་གི་ཕྱོགས་ཏེ། དེ་ཀར་གསེར་གུར་དག་ཚོགས་ཀྱི་གཟུགས་ཏེ་ཞེ་སྡང་རེ་འདུག་གོ། ད་དེ་ནས་ཡང་མགྲོན་ཁང་གྱི་ནང་འགྲོ་ཡིན་པ་ཀྱི་སྟེང་ཡིན་ས་རེད་ད་འདི་སྔོན་རྗེས་ཤི་དྲག་ཡོད་མ་རེད་ད་ངེས་པར་བརྒྱབ་ནས། ཚོ་ཕྱོགས་སྒྲིག་བཟོས་ཡོད་རེད་བ། སྐར་སྔ་མ་ཡིན་སྐར་རྗེས་མ་ཡིན་ཞེ་དྲག་ཅམ་མི་དྲན། ཨོ་དེ་ནས་ས་སྐྱེས་བུ་དག་ཤི་བ་འདུག། བདེན་མགྲོན་ཁང་བཅས་བདེན་མགྲོན་ཁང་དུ་ཡ་མཚན་ཡང་བཅད་ལ་ཐབ་ཚང་དང་ཚང་མ་དུ་ཁ་ལག་བཟོ་ས་དང་སྣོད་སྐྱེལ་དང། ཐབས་དང་དེ་ནས་གྲང་ལོག་དང། བག་ལེབ་ཚ་བོ་བཟོ་ས་དང། དེ་ཀོ་ཕི་བཟོ་ས་དང། པའི་མི་ཚེའི་ཆ་རྐྱེན་འདྲ་བོ་དེ་འཛོམས་པོ་འདུག། རྒྱལ་ཡོངས་ནང་དུ་མ་བརྟགས་ན་ད་ཚོགས་ཀྱི་ཟུར་ལ་དཔེ་ལྟད་མོ་འདུག། འོ་དེ་རྒྱལ་ཡོངས་ཀྱི་ཟུར་ཟེར་གར་ཟེར་གོ་ད་སྦ་རོག་གི་ལག་མ་རེད། འོ་དེ་ནི་མ་དང་ཚོགས་ནི་བསྟན་མ་ད་ཡིན་ནོ་རེད་ཤི་དེ་ཚོགས་གསོལ་ལ་གོ་མ་བརྒྱབ་ས་གི་སྤང་ལ་བསྟན་གྱི་ཡག་གི་ས་ཆ་དེ་ནི་ང་ཚོ་དགོངས་དག་འདྲ་ཡག་ལེ་དེ་མི་ཤི་ར་མེད་ཡིན་ནའི་ག་རེ་ཡིན་ན་མཚམས་མཚམས་ལ་འདི་མི་མང་པོ་ཤོད་ཀྱི་འདུག་མཚམས་མཚམས་སྐོར་བ་མི་ཤི་ར་ཡོང་གི་མི་འདུག་ཨ། ང་དང་པོ་དེ་འགྲོ་བའི་ཉི་མ་དང་པོ་དེ་ཕ་རྒྱལ་དེ་རྣམ་ཤེས་དེ་ཤི་ར་ཚ་ཧོ་མི་འདུག་དུག་མེད་འགྲོ་ས་ཉི་མ་གཉིས་པ་དེ་དཔེ་སྐྱིད་པོ་འདུག་ཡ། ཨོ་དེ་ནི་གོམ་པ་རྒྱལ་བཀའ་ས་ག་ལ་འདྲ་བ་ནས་དེ། ཁོ་ཚོས་དེ་འཚོ་བཟོ་ལས་ཤོ་བཞག་ཞེས་པ་བཏང་གི་འདུག་བ་ཞག་རིག་ཡིན་ན་ཁྱེད་གཟིགས་ཡོད་ཨ། དེ་ནས་ཚོགས་དེ་ལ་བལྟས་དེ་ན་ལྟད་མོ་འདྲ་བ་འདུག། དེ་ཞོགས་ཀའི་ཡིན་ན། དོགས་སློང་ཐོག་ཚུགས་ཀར་མ་སོང་ན་དེ་ཡིན་ཆགས་འདུག་གདའ། ཡང་ཉིན་གང་ཉི་མ་ཤར་ནས་པས་ཚ་བོ་ཆགས་འགྲོ་གདའ། ད་ལྟའི་བར་གྱི་ངས་ཞོགས་ཀའི་རྗེས་པར་རྒྱག་ཡིན་བསམ་སོ། ནང་སེང་མ་སེང་དང་ཉི་མ་ཕན་ནི་ཚོས་ཤ་ཡང་འདུག། ད་ཉི་མ་འདི་ངས་ཚོགས་ནང་ནས་ག་འདྲའི་ཤ་འགུལ་ཡག་པོ་བྱས།

ལྕགས་སྒྲོག་དེའི་ལོ་ལོའི། སྒོ་ལྕགས་མང་པོ་འདུག། ང་ཚོ་ཕ་ཡུལ་ནས་གཟིམ་མ་ལག་རེད་གཟིམ་མ་བརྒྱབ། ད་ལྟའི་རྟོག་དཔྱོད་རིམ་གྲོ་ནང་ནས་ཁ་ཞིག་གི་བརྩེ་གདུང་གི་མཚོན་དོན་རེ་འདྲ་གཅིག་ལགས་འདུག། ད་འདི་ནས་ནང་སོང་ན་དེ་ཚོགས་ཀྱི་སུ་ལ། གཞས་མ་རེད་བ་ད་སྦས་ཀྱི་ཟེར། གཞས་མ་ནང་ལ། བསྡད་ནས་ད་དེ་ཡང་ཁོ་ཚོ་དགའ་རོགས་བརྩེ་གི་རོགས། ང་ཚོ་ཡིན་ན་རྐང་པ་དེ་གའི་པར་རོ་ལས་སྐྱེལ་སའི་དཀར་ཟས་གི་རེད།